ཚེ་དབང་གི་གཏམ་གསལ་བྱེད་གནང་མཁན་རྒྱ་ཆེའི་དྲ་གྲོགས་རྣམས་ཡ། ཨ་ནི་ངའི་ད་ལྟ་བརྙན་ཐུང་གཟིགས་པ་ཕེབས་པར་ཡ་ཨ་ནི་དགའ་བསུ་ཞུ་གི་ཡོད། ད་ད་རེས་བརྙན་ཞུ་ཡ་ག་རེ་ཡོད་ཟེར་ན། ཨ་ནི་ད་ལྟའི་རྒྱ་ནག་དམར་ཤོག་ཚོགས་པའི་ནང་ལོགས་ནང་ཁུལ་གྱི་འཁྲུག་རྩེ་དུད་པའི་ཆབ་སྲིད་ཀྱི་འཐབ་རྩོད་དེ་ཨ་ནི་སྔོན་ཆད་གསར་བའི་གནས་ཚུལ་ཞིག་ཡོད་ལ་ཤི་བཀབ་ཡོད་པ་དེ་ཨ་ནི་མཐར་ཐུག་ཅིག་བཤད་མིན་ན་སུག་རྐྱལ་སུག་ཕམ་གྱི་དབང་ཆའི་འཐབ་རྩོད་ཅིག་རེད་དེ་གསལ་བོར་བཤད་མིན་ན་རིག་མིའི་ཚོགས་ལ་ཉེ་བའི་རྒྱ་ནག་དམར་གཞུང་སྐབས་ཉི་ཤུ་རྩ་གཅིག་པའི་ནང་སུས་དབང་འཛིན་པའི་ཤུལ་འཛིན་བྱེད་རྒྱུ་དེ་ཡིན་པ་རེད། སོང་ཙང་ད་རེས་ཀྱི་དོན་ཐེངས་བདུན་ཅུ་བདུན་གཅིག་དེའི་ནང་ལ་ཡང་ངས་དྲ་གྲོགས་རྣམས་ལ་ཡང་ཨ་ནི། ཞི་ཅིན་ཕིང་གིས་མུ་མཐུད་ཏང་གི་འགོ་ཁྲིད་ལས་ཐོག་བཞི་པ་ཡོང་ཡག་འབད་བརྩོན་དང་རེ་བ་བྱེད་བཞིན་པའི་དང། གལ་སྲིད་དེ་ལྟར་མ་བྱུང་བས་ན་ཨ་ནི་ཁོ་པའི་ཚབ་ཡག་མི་ཚའེ་ཅི་དང་ཏེང་ཞོའེ་ཞང་སོགས་ཨ་ནི་དེ་འདྲའི་ལྐུགས་ཡོད་པའི་སྐོར་ཡང་བཤད་འདོད་བྱུང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཟླ་བ་བཅུ་པར་རྒྱ་ནག་དམར་གཞུང་སྐབས་ཉི་ཤུ་པའི་ཚོགས་པ་ནས་བཟུང་ཞི་ཅིན་ཕིང་གི་ཏང་དང་རྒྱལ་ཁབ་ཀྱི་འགན་འཛིན་དོན་ཡིག་ཐེངས་གསུམ་པ་འདི་གོ་ཐོབ་རེད། ཨ་མུ་མཐུད་དེ་དོན་ཡིག་ཐེངས་ཞེ་པ་ཡོང་ཡ་ལ་ཡ་ཨན་ནུས་ཤུགས་གང་ཡོད་འབད་བརྩོན་བྱས་རྗེས་ཚེ་གང་རིང་དབང་ཆ་ཟིན་རྒྱུའི་གྲ་སྒྲིག་བྱེད་བཞིན་ཡོད་རེད། ཞི་ཅིན་ཕིང་གིས་སྤྱི་ལོ་ཉིས་སྟོང་བཅུ་བདུན་ཟླ་བ་བཅུ་པ་ནས་འགོ་ཚུགས་འགན་འཛིན་དོན་ཡིག་ཐེངས་གཉིས་པ་དེ་འགོ་བཙུགས་ཤིང། སྤྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་ཁོ་པས་སྐབས་དེའི་རྒྱ་ནག་རྒྱལ་ཡོངས་མི་དུས་ལྷན་རྒྱུན་ལས་ལྷན་ཁང་གི་འཛིན་གྲྭ་ཁག་སུ་རེད་ཐོག་རྡོ་སོབ་རག་ལི་ཀྲང་ཧྲུའུ་ལ་ཁོག་པ་བརྒྱངས་རྗེས་མི་དུས་ཐོག་མཆན་བརྒྱུད་ཀྱི་རྩ་ཁྲིམས་བཟོ་བཅོས་བྱས་པ་བརྒྱུད་རྒྱལ་ཁབ་ཀྱི་སྲིད་འཛིན་རྒྱ་མི་ཁོ་རང་དང་ཀྲུའུ་ཞི་ལཱ་བྷི་རའོ་ཐི་ལས་དུས་གཉིས་ལས་བྱེད་མ་འཆོལ་བའི་དོན་ཚན་དེ་མེད་པར་བཟོས་པ་རེད། སྤྱི་ལོ་ཉིས་སྟོང་བཅོ་བརྒྱད་ལོ་ནས་བཟུང་རྒྱ་དམར་གཞུང་གིས་དམར་པོའི་ཁྱིམ་རྒྱུད་དང་འགོ་ཁྲིད་ཟུར་པ་རྣམས་ཀྱིས་ཞི་ཅིན་ཕིང་གི་འདུན་ལམ་ག་ཚོད་ཆེན་པོ་ཡོད་པ་ཚོད་ཐིག་པ་རེད། ཞི་ཅིན་ཕིང་གིས་སྤྱི་ལོ་ཉིས་སྟོང་བཅུ་གཉིས་ལོར་ཁོ་པའི་ལས་རྒྱུན་དང་པོའི་རིང་ནུས་ཤུགས་ཆེན་པོས་ཀོང་ས་རུས་ཚོགས་ལ་ངོ་རྒོལ་བྱེད་པ་ཟེར་བ་དེ་ཁོ་པས་མི་ཚེ་གཅིག་མི་གཅིག་དབུ་འཛིན་བྱེད་པའི་གྲ་སྒྲིག་བྱས་པ་རེད། ཞི་ཅིན་ཕིང་ལ་དང་པོ་མི་འདོད་པར་བྱེད་མཁན་ནི་རྒྱ་ནག་དམར་གཞུང་གི་འགོ་ཁྲིད་རིམ་པའི་དམར་པོའི་ཁྱིམ་རྒྱུད་དེ་ཚོ་ཡིན་པ་དང་གལ་ཏེ་སྲིད་དབང་བསྒྱུར་བཅོས་སམ་བྱེད་དགོས་བསམ་ན་བང་རིམ་ལྟར་བྱས་ན་ཞི་ཅིན་ཕིང་ལ་ཐོབ་ཐང་དེ་མེད། གང་ཡིན་ཟེར་ན། ཏེང་ཞའོ་ཕིང་གི་ཁྱིམ་རྒྱུད་དང་བྲན་གཡོག་གི་ཁྱིམ་རྒྱུད་ལ་མི་མེད་པ་མ་རེད་པས་ཞིས་ཅིན་ཕིང་ལ་རྒྱལ་པོ་བྱེད་རྒྱུ་ག་དུས་ཆགས་པ་རེད། ཞིས་ཅིན་ཕིང་གི་རྒྱལ་པོ་ཆེད་མི་གཤམ་པོ་ཚོས་བྲན་གཡོག་བྱེད་དགོས་རེད་པས་ཅེས་མི་འདོད་པ་ཆེན་པོ་བྱུང་ཡོད། དེ་ནས་མི་འདོད་པ་བྱེད་མཁན་གཉིས་པ་དེ་རྒྱ་ནག་དམར་གཞུང་གི་འགོ་ཁྲིད་རྒྱལ་གཏད་ཟུར་པ་རྣམས་རེད། སྐབས་དེར་ཅང་ཙེ་མིན་དང་ཧུའུ་ཅིན་ཐའོ་གསོན་པོ་གནས་ཡོད། ཉིས་སྟོང་ཉིས་བརྒྱ་རྩ་གཉིས་ལོར་ཅང་ཙེ་མིན་ལོ་ཁེ་སྡིང་ཡུན་རིང་སྨན་ཁང་ནས་ནད་བཅོས་བྱས་ཏེ་བསྡད་ཡོད་སྟབས་ཝུའུ་ཅིན་ཐའོ་གཅིག་པུར་ཚོགས་ཆེན་ཉི་ཤུ་པར་ཞུགས་པ་དང་སྐབས་དེར་དབུས་དམག་དོན་ལྷན་ཁང་གིས། ཞི་ཅིན་ཕིང་ཤོག་ཁས་ཚུལ་འཆེན་བྱས་ཡོད་པར་བརྟེན་ཅང་ཙེ་མིན་དང་ཝུའུ་ཅིན་ཐའོ་གཉིས་ཀྱིས་ཞི་ཅིན་ཕིང་དང་གོ་བསྡུར་བྱས་པའི་མིན་ཏུའུ་མིང་གཞུང་དེ་གས་ཞི་ཅིན་ཕིང་གིས་རྩིས་མེད་བཏང་བ་རེད། སྔོན་དུ་ཅང་དང་ཧུའུ་མཉམ་དུ་གཏན་འཁེལ་བྱས་པའི་མིན་ཏུའུ་ནང་ཞི་ཅིན་ཕིང་མར་བབས་ནས་འོ་དྲུང་བར་ཡར་སླེབས་ཡ་བཟོས་ཡོད་ཀྱང་ཚོགས་ཆེན་དང་འོས་ཆེན་དག་གི་ཆབ་སྲིད་ཅུས་ཀྱི་ཨུ་ཡོན་གྱི་མིང་ཐོ་ཏག་ཏག་བསྡད་ཡོད་མེད་བལྟ་བའི་སྐབས་ལ་ཡང་ལིག་ཀྲན་ཧྲུའུ་ཡི་མིང་ཐོ་ལག་པས་བཀབ་ནས་བལྟ་མ་བཅུག་དང། ཞི་ཅིན་ཕིང་གི་གནས་ཚུལ་ཚབས་ཆེར་མ་འདྲི་བར་ཆེས་ཚོགས་ཡོངས་ཀྱི་མི་ཚང་མ་དང་ཕྱི་ནང་གི་གསར་འགོད་པ་བརྒྱ་ཕྲག་མང་པོས་ལྟ་བཞིན་པར་ཞི་ཅིན་ཕིང་གིས་ཁོ་པའི་མི་བསྐྱེད་བཏང་ནས་འོས་ཆེན་ཐོག་མི་འདོད་བཞིན་དུ་ཚོགས་ར་ནས་མར་བུད་པ་རེད། སྐབས་དེར་ཝུའུ་ཅིན་ཐའོ་ཡིས་ཀླད་པ་གྲུང་པོར་གནས་ཡོད་དུས་ཞི་ཅིན་ཕིང་ལ་བཀའ་སྤྱི་ཐུབ་པ་དང་སྲིད་བློན་ལི་ཁ་བྱང་ལ་སེམས་གསོ་བཏང་ཡོད་པ་རེད། ཅང་ཙེ་མཱིང་གིས་གནས་ཚུལ་དེ་ཤེས་རྟོགས་བྱུང་རྗེས་ཅང་ཅིན་གོང་ལ་ཐུག་འཕྲད་བྱེད་ཡོང་སྐོར་བཤད་ཀྱང་ཙང་ཅིན་ཝུང་གི་ཚབ་ཏུ་ཞི་ཅིན་ཕིང་གི་ཡིག་ཚང་སྒེར་རྩིས་ཚད་ཆེར་སླེབས་པ་རེད། དེར་བརྟེན། ཞི་ཅིན་ཕིང་གིས་ཚད་ཅིག་བཏང་བ་འདིར་ཅང་ཙེ་མིན་ལི་ཡར་གསལ་བཤད་བྱས་པ་དེ་ཅང་ཙེ་མིན་བསད་རྗེས་ཉེ་ཡར་མཚམས་སུ་ལི་གཞན་དག་གིས་མི་སྐྱེ་བྱུང་ཡོད་མ་རེད། དེའི་ཕྱིར་ལི་ཡར་ལོ་གསུམ་གྱི་ཀོ་བི་ནད་ཡམས་འགོས་ཁྱབ་གཙང་བཟོའི་ལས་འཆར་དེ་ཕམ་ཉེས་ཤོར་བ་དང་ཤུག་པོ་དཀར་པོའི་ངོ་རྒོལ་ལས་འགུལ་ཤུགས་ཆུར་བྱུང་བ་དེས་ཞི་ཅིན་ཕིང་གི་འཕྲལ་མར་ཅང་ཙེ་མིན་དབུགས་སོགས་ཡོ་བྱད་བརྐོས་པར་བརྟེན་ཅང་ཙེ་མིན་འདས་གྲོངས་ཕྱིན་ནས་ཞི་ཅིན་ཕིང་གི་དབང་ཆ་ཚད་ལས་བྱེ་བའི་དུས་སུ་སླེབས་པ་རེད། དེ་ལྟར་ཡིན་ན་ཡང་གོང་གསལ་རྒྱ་ནག་དམར་གཞུང་གོ་སྒྲིག་བཟོ་པའི་དམག་མིའི་ཁྱིམ་རྒྱུད་དང་གོ་སྒྲིག་རྒན་རབས་གསོན་པོར་གནས་པའི་བཟོ་པ་རྣམས་ཀྱིས་མུ་མཐུད་ཞི་ཅིན་ཕིང་ལས་གནས་ལས་བཤོལ་དགོས་པའི་གནོན་ཤུགས་སྤྲོད་བཞིན་ཡོད། ཞི་ཅིན་ཕིང་གིས་མུ་མཐུད་དབང་འཛིན་བྱ་རྒྱུར་ཏང་ནང་ཁུལ་ཕྱོགས་ཁག་མང་པོས་ངོ་རྒོལ་དང་སྔོན་འགོག་བྱེད་ཀྱི་ཡོད་ཙང་དེའི་ཚབ་ཏུ་ཤུལ་འཛིན་པའི་འཆར་གཞི་རིགས་འདྲ་མིན་མང་པོ་ཞིག་ཐོན་ཡོད་རེད། དེ་ཡང། དང་པོ་ཆེན་ཞི་ཅིན་ཕིང་ཁོ་རང་མུ་མཐུད་དབང་ཆ་འཛིན་ནས་ཏང་སྲིད་དམག་ཟིང་གི་དབང་ཆ་ཆགས་སྡང་དྲག་པོ་བརྒྱབ་འདོད་ཡོད་ནའི། དེར་དེང་སང་ཏང་ཕྱི་ནང་གཉིས་ནས་ངོ་རྒོལ་བྱེད་ཀྱི་ཡོད་དུས་ཁོ་པས་དུས་བཟང་གི་ཚོགས་ཆེན་ཉིན་གཅིག་པའི་ཐོག་ཏང་དང་སྲིད་གཞུང་གི་གོ་མིང་བློས་བཏང་ནས་དབུས་དམག་དོན་ལས་ཁང་གི་འགན་འཛིན་དེ་གཅིག་པུར་མྱངས་རྗེས། ཁོ་པའི་འཚེམ་ས་ལ་བརྩིས། སྤྲད་པའི་ཁུལ་བྱས་ནས་རྒྱབ་ཏུ་བསྡད་ཅེས་མུ་མཐུད་བཀོད་པ་བསྟན་རྒྱུའི་འཆར་གཞི་བསྒྲིགས་ཡོད་པ་རེད། དེ་ཡང་དབུས་ཆབ་སྲིད་ཅུའུ་གི་རྒྱུན་ལས་དང་ཞི་ཅིན་ཕིང་གི་ཡིག་ཚང་འགན་འཛིན་དབུས་དབུས་གཞུང་གི་བསམ་བློའི་ལས་དོན་དང་དྲིལ་བསྒྲགས་ལས་དོན་གྱི་དོ་དམ་པ་ཞི་ཅིན་ཕིང་གི་གཙོས་དབུས་གཞུང་གི་འགོ་ཁྲིད་མི་སྣའི་བདེ་འཇགས་སྲུང་སྐྱོབ་ལས་དོན་སྤྱི་ཁྱབ་འགན་འཛིན་སོགས་དབང་ཆ་ཆེན་མོ་ཡིན་པའི་ཚད་ཅེས། སྐབས་རྗེས་མའི་ཏང་གི་སྤྱི་ཁྱབ་དྲུང་ཆེ་ཡུས་མེར་བཀོད་ཡོད། དེ་མིན་དབུས་ཆབ་སྲིད་ཅུས་ཀྱི་ཨུ་ཡོན་དང་དབུས་གཞུང་ཡིག་ཚང་འགན་འཛིན་ཏིང་ཞོན་ཞང་རྗེས་མའི་ཤུལ་འཛིན་པའི་འོས་མི་རྣམས་ཁུངས་བཅག་ཡིན་ནས། ཁོ་པ་ནི་ད་བར་དབུས་ལས་ཁུངས་ནང་འཛིན་སྐྱོང་བྱེད་མཁན་དྲུང་ཆེ་ཙམ་ལས་ཕྱོགས་མཐའི་ཞིང་ཆེན་དང་ས་གནས་ཀྱི་ལས་དོན་བྱས་པའི་ཉམས་མྱོང་མེད་ཙང། ཕྱོགས་རིས་དང་འཐེན་འཁྱེར་གང་ཡང་མེད་པའི་ཤེས་ལྡན་པ་ཞིག་ཡིན་དུས་ཁ་ལ་ཉན་པ་དང་རྙོག་དྲ་བཟོ་མི་སྲིད་པའི་མི་སྣ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་པར་སོང་མི་རྣམས་ཀྱིས་ཁོ་པས་དབང་ཆ་ཆེན་པོ་རྩིས་ལེན་རྒྱུ་ཁག་པོ་ཡིན་པར་ངོས་འཛིན་བྱེད་ཀྱི་འདུག། འོས་མི་ཞེས་པ་དེ་ཞི་ཅིན་ཕིང་གིས་འཛེམས་ཟོན་བྱས་པའི་འུ་ཐུང་ཁང་མི་དེ་ཡིན་པས་དངོས་གནས་བྱས་ན་ཞི་ཅིན་ཕིང་ལས་ཉིན་རྫོགས་པའི་རྗེས་སུ་དེ་སྔོན་གྱི་འགྲོ་ལུགས་ལྟར་ཝུ་ཅན་ཐའོ་ཡི་དམིགས་བཙུགས་ནས་ཤུལ་འཛིན་པ་འུ་ཐུང་ཁང་ལ་ལས་གནས་རྩིས་སྤྲོད་བྱེད་དགོས་ཀྱི་ཡོད་ཀྱང་དེ་ལྟར་བྱས་ཡོད་མ་རེད། ཞི་ཅིན་ཕེང་གིས་གནས་ཚུལ་ཐབས་འཚེར་མ་འགྲོ་བའི་ཆེད་དུ་ཚོང་ཡོང་མི་ཚང་མ་དང་འདིའི་ཚབ་ལི་ཡ་དང་ད་ལྟ་དེ་དུས་ཝུན་ཅང་ཝུའུ་ཅིན་ཐའོ་མ་ཕྱིར་ཕུད་པ་རེད། ཅང་ཙེ་མིང་གིས་གནས་ཚུལ་དེ་ཤེས་རྟོགས་བྱུང་རྗེས་ཙང་ཅིན་ཁོང་ལ་ཐུག་འཕྲད་ཡོང་དགོས་པ་བཤད་ཀྱང་ཙང་ཅིན་ཝུའུ་གི་ཚབ་ཏུ་ཞི་ཅིན་ཕིང་ཡིག་ཚང་གན་དྷིའི་ཚད་གཞིར་གླེང་བ་དེས་ཅང་ཙེ་མིང་ལ་ཚད་གཅིག་གི་གསལ་བཤད་ཡང་ལས་གཞན་པ་བྱས་བྱུང་མེད། དེའི་སྟེང་ཧུའུ་ཅུན་ཧྥ་ཡིས་གུང་ཁྲན་ཏང་གི་ཆེས་མཐོའི་དབང་ཆའི་རྩིས་ལེན་ཐུབ་མིན་དེ་ཞི་ཅིན་ཕིང་དང་ཞི་ཡི་ཤོག་ཁག་དབུས་ཙམ་མ་ཟད་རྒྱ་ནག་རྒྱལ་ཡོངས་ཀྱི་དཔོན་རིགས་ཧ་ཅང་མང་པོ་ཡོད་པ་འདི་སྐད་ཀྱིས་རང་གི་ཁེ་ཕན་དང་དབང་ཆ་བློས་བཏང་ནས་རྒྱལ་ཁབ་དང་མི་དམངས་ཁེ་ཕན་ལ་བསམ་གཞིག་བྱེད་ཐུབ་མིན་དང་དམར་པོའི་ཁྱིམ་རྒྱུད་དང་འགོ་ཁྲིད་ཟུར་པ་གཙོས་བསྒྱུར་བཅོས་གོ་ཡོད་བྱེད་བསམ་པའི་མི་སྣ་འབོར་ཆེན་དེ་དག་གིས་ཞི་ཅིན་ཕིང་ཕྱོགས་གཏོགས་དང་བཅས་པ་ལས་རྣམ་པར་རྒྱལ་ཐུབ་མིན་ལ་བསྒྲགས་ཡོད་པ་རེད།

ད་དུང་ཁོ་བ་དང་ཁོ་པའི་བྱིན་བདག་ཞིས་ཅིན་ཕིན་ལ་ངོ་རྒོལ་བྱེད་མཁན་ཚོ་རྗེས་སུ་རིམ་པས་རྩིས་རྒྱག་བྱེད་བྱེད་མ་སྲིད་པ་མ་རེད། གང་ཡིན་ཟེར་ན་ཚད་བརྒྱད་དེ་སྔོན་པེ་ཅིན་གྲོང་ཁྱེར་གྱི་སྤྱི་ཁྱབ་ཡིན་པའི་སྐབས་པེ་ཅིན་ནང་ཉིན་རླབས་བཙལ་ནས་ལས་ཀ་བྱེད་པར་ཡོང་བའི་ཞིང་པ་ལས་མི་སྟོང་ཕྲག་མང་པོ་དགུན་ཁ་ཨ་རང་ཟླ་རང་ལ་སྡོད་སའི་སྒྲོ་མཁར་ནས་ཡང་སྙིང་རྗེ་མེད་པར་ཕྱིར་འབུད་བྱས་པ་དང། དེ་ཙམ་མ་ཟད་ཞི་ཅིན་ཕིང་ལ་རྒྱབ་སྐྱོར་བྱས་ནས་དབང་ཆའི་བསྟི་གནས་སུ་བསྐྱངས་མཁན་དམག་དཔུང་གི་སྤྱི་ཁྱབ་དམག་སྤྱི་གཞོན་པ་ཀྲང་དབྱུས་ཞའོ་དང་ལིའུ་ཀྲང་ཉིས་བྱུས་སྲུང་བྱེད་མཁན་ཡང་ཚད་གཅིག་རེད། གལ་ཆེ་ཤོས་སྲིད་བློན་ཟུར་པ་ལི་ཁ་ཆང་གང་ཡིན་དེ་ཡིན་མེད་པ་ཆུ་རྐྱལ་བའི་སྐབས་འདས་གྲོངས་སུ་གྱུར་པ་འདིར་ཁོ་པ་དང་འབྲེལ་བ་ཆེན་པོ་ཡོད་པ་སོགས་མི་འདིར་ཞི་ཅིན་ཕིང་གི་དབང་ཆའི་རྩིས་སྤྲོད་བྱེད་དགོས་པའི་དགོས་པ་ག་རེ་ཡིན་པ་གསལ་པོ་མཐོང་ཐུབ་པ་རེད། ཚད་བརྒལ་རྒྱ་དམར་གཞུང་གི་དབང་ཆའི་བསྟི་གནས་སུ་སླེབས་ཐེངས་མིན་སྐོར་ཨ་རིའི་གསང་བའི་ལས་ཁུངས་རྒྱ་ནག་ཁོ་ཉམས་ཞིབ་པ་ན་ནིའི་ཟླ་བ་བཞི་པའི་ཚེས་ཉིན་སུམ་ཅུ་ཉིན་དབྱིན་ཇིའི་དཔལ་འབྱོར་རིག་པའི་དུས་ཚོད་ཐོག་དཔྱད་རྩོམ་ཅིག་སྤེལ་འདུག་པའི་ནང། ཞི་ཅིན་ཕིང་གི་དྲུང་ཆེ་ཚའེ་ཡི་ལག་པ་གཉིས་ཀྱིས་ཏང་སྲིད་དམག་གསུམ་གྱི་དབང་ཆའི་བསྟི་གནས་ལ་བཀོལ་སྤྱོད་ག་འདྲས་བྱེད་ཐུབ་ཀྱི་ཡོད་རེད་ཟེར་ན། ཚད་བརྒལ་ནི་ཞི་ཅིན་ཕིང་གི་བྱེད་སྲོལ་རྒྱ་ནག་ནང་དབང་ཤུགས་ཆེ་ཤོས་ཤིག་ཡིན་པར་རྩོད་པ་མེད། ཁོ་པས་ལག་མཚོན་གྱིས་ཞི་ཅིན་ཕིང་གི་སྒེར་གྱི་བདེ་འཇགས་དང་དུས་ཚིགས་གཏན་འཁེལ་དང་ཐག་ནི་སྨན་བཅོས་ལྟ་སྐྱོང་བྱ་རིང་ལྟ་སྐྱོང་བྱེད་ཀྱི་ཡོད། ཚད་གཞི་འགན་འཁྲིའི་བྱ་ཁྱོན་དེ་དབང་ཤུགས་ཆེ་བའི་ཚད་ནི་རྒྱ་ནག་དབུས་གཞུང་གི་ལོ་རྒྱུས་ཐོག་ཤིན་ཏུ་མཐོང་དཀོན་པ་རེད། གལ་ཏེ་ཞི་ཅིན་ཕིང་གིས་རང་གི་ཤུལ་འཛིན་པ་གཏན་འཁེལ་མ་བྱས་གོང་སང་ཉིན་གློ་བུར་དུ་འདས་གྲོངས་སུ་གྱུར་ན། དགུ་ཐོད་མཐོ་ཤོས་ཀྱི་ཤུལ་འཛིན་པ་དེ་སུ་ཡིན་དམ་ཟེར་ན། དེའི་དྲི་བ་བསྐུལ་ཚེ་དེའི་ལན་དེ་ལས་ཚད་གཞི་ནི་མངོན་གསལ་དོད་པོས། ཡིན་པ་གསལ་པོ་རེད་ཞེས་ཨ་རིའི་ཨེཕ། FBI། གསང་བའི་ལས་ཁུངས་ཀྱི་རྒྱ་ནག་སྐོར་གྱི་དབྱེ་ཞིབ་པ་ཟུར་བ་ཇོན་ཐང་ཅིན་གྱིས་ཉིས་སྟོང་ཉི་ཤུ་བཅུ་དྲུག་ལོའི་ཟླ་བ་བཞི་པའི་ཚོུད་སུམ་ཅུ་ཉིན་གྱི་དབྱིན་ཇིའི་དཔལ་འབྱོར་རིག་པའི་དུས་དེབ་ཐོག་སྤེལ་བའི་དཔྱད་རྩོམ་ནང་བྲིས་ཡོད་པ་རེད། འོན་ཀྱང་ཇི་ཙམ་གྱིས་སྒོ་དེ་ཚོའི་འཆར་གཞི་ངན་པ་དང་དབང་ཆ་ཆེན་པོ་ཡོད་པ་དེ་མཐའ་མ་རང་ལ་དགྲ་མང་པོ་བྱུང་ནས་རང་གི་སྲོག་རང་གིས་བཅད་ཟེར་བ་ལྟར། ཚད་ཅིང་ཡིན་ཞི་ཅིན་ཕིང་གི་ཆེད་དུ་ཕ་རོལ་དགྲ་བོ་ག་ཚོད་ཁ་ཐུད་བཅག་སྟེ་བསད་པ་དེ་དག་གིས་ཁོ་པ་བསམ་བསམ་ལམ་དུ་འགྲོ་ཐུབ་མིན་ལ་ང་ཚོས་མུ་མཐུད་དེ་ཀུན་ནས་བལྟ་ཡ་རེད། གསན་གསན་གནང་བར་ཐུགས་རྗེ་ཆེ། དགའ་རྟགས་དང་བརྒྱུད་སྐུར་མཆན་བཀོད་གནང་རྒྱུ་མ་བརྗེད་པ་ཞུའོ། བཀའ་དྲིན་ཆེ།